མི་རིགས་ལ་ཞབས་ཕྱི་ཐང་ཟིག་ཟིག་དམ་པ་ལ་ཞབས་ཕྱི་ཐང་ཟིག་ཟིག་གར་སྟེ་དེ་མ་ཐུབ་ན་ཡང་དེ་ཞབས་འདྲེན་དུ་མི་འགྱུར་ན་ཟིག། རྣམ་པ་ལས་རྒྱལ་ཚང་མ་སྐུ་ཁམས་བཟང་དེ་རིང་ཟླ་བ་དྲུག་པོ་གི་ཚེས་པ་གསུམ་རེད་གཤམ་དུ་ང་ཚོས་གཟའ་གྲགས་ཆེས་ཆེ་ཤོས་ཀྱི་དོན་ཚན་གཉིས་ཞུ་རྒྱུ་ཡིན་དོན་ཚན་དང་པོ་དེ་ད་ཉེ་ཆར་ར་ཤ་གི་ལོ་རྒྱུས་ཀྱི་སྒང་ནས་གསལ་དགོས་ན་འདྲ་ངོ་མ་ར་ཤ་དང་ཡུག་རིན་གཉིས་ཀྱི་དཔའ་རོགས་ལ་ཡང་དམག་དུང་གུར་བཅུ་བཟུང་ནས་ད་ལྟའི་བར་དུ་དུས་ཐོག་གཅིག་ལ་ར་ཤི་ཡ་གི་ཕམ་ཁ་དེ་ལས་ཆེ་བ་ཉོ་མྱོང་མེད་པ་དང་ཡུག་རེན་གི་སོགས་ནས་ཕར་རྒོལ་གྲ་སྒྲིག་ཚགས་ཚིག་པོ་གི་ཐོག་ནས་ཡང་རྒྱལ་ཁ་དེ་ལས་ཆེ་བ་ཐོབ་མྱོང་མེད་པོ་གི་ཨ་ནི་ཕར་རྒོལ་གི་རྫ་དྲ་ཆེན་པོ་ཅིག་བཟུང་ཡོད་རེད་དེ་གི་དོན་དག་གཅིག་དང། དོན་དག་གཉིས་པ་དེ་ད་ཁ་སང་ཟླ་བ་དྲུག་པོ་བརྩིས་པ་གཉིས་གི་ཉིན་མོ་དེ་ལ་ཡང་ར་ཤི་ཡ་དང་ཡུག་རེན་གཉིས་གི་འཐུས་མི་དེ་ཨིས་ཐན་པོ་ཨར་དེ་དངོས་སུ་གྲོས་ཚོགས་འཚོགས་ནས་མགྱོགས་ཡོངས་སུ་གྲུབ་ཡོད་རེད་དེ་གི་ནང་དོན་དང་གྲུབ་འབྲས་ཀྱི་སྐོར་དེ་དོན་ཚན་གཉིས་ཞུ་རྒྱུ་ཡིན། དང་མཉམ་དུ་ད་ང་ཚོ་དོན་དག་དང་པོ་དེ་ཁ་སང་རང་ཡུག་རིན་གྱི་ཚོགས་ནས་སི་བྲག་སེར་པོ་གི་ཡིག་ཆ་དང་པར་རིས་གློག་བརྙན་ཡོར་དངུལ་གྱི་ཕར་སྒོར་ཟེར་ས་གི་གློག་བརྙན་ཁག་དེ་ཚོ་དེ་ཚོར་སོ་བསྡོམས་བརྒྱབ་ནས་རྡོག་རྡོག་བཟོས་པ་ཡིན་ན་ཡུག་རིན་གྱི་ཚོགས་ནས་ད་ཐེངས་ར་ཤ་ལ་ཕར་རྒོལ་ཟེར་བུ་གི་ཐབས་ཇུས་དང་ཨ་ནི་དེའི་གི་ཇུས་འདོམས་དེ་ཕ་ཁྱེར་ལོ་གཅིག་དང་ཚེས་གི་ཚ་གཅིག་གི་རིང་གང་ལ་ཨ་ནི་ཡུག་རིན་སྲིད་འཛིན་ཛི་ལན་སི་ཀྱི་ཁོ་རང་ཡང་དངོས་སུ་དབྱེར་ས་ལ་སོང་ནས་ཇུས་འདོམས་དང་སྐོད་སྒྲིག་བཟོས་དེའི་གི་སྒང་ལ་ལྷག་པར་དུ་ཡུག་རིན་གི་ཚོ་ནས་ཟླ་བ་བདུན་ཚ་གི་རིང་གང་ལ་ཨ་ནི་བཙན་བཟུང་ཟེར་ཡོད་པའི་ཁོར་སི་ཀི་ཀྲོའུ་གི་ས་ཁོར་གི་དམག་འཐབ་གི་ཇུས་གཞི་གི་བཀོད་འདོམས་ཆེ་ཤོས་གི་དམག་དཔུང་ཁག་དེ་ཚོ་གི་ཡང་ཇུས་འདོམས་དང་སྐོད་སྒྲིག་བཟོས་དེ་ནི་ཡང་རྟ་ཁ་སང་ཡུག་རེན་གྱི་ཚོགས་ནས་ཡ་ཁྱོམ་བསྡོམས་པས་མི་མི་རྣམས་གྲི་བརྒྱ་དང་བཞི་བཅུ་ལྷག་ཙག་ཅིག་གིས་ར་ཤ་ལ་ཕར་རྒོལ་བཟོས་བཟོས་པ་ཙམ་དུ་མ་ཚད་པ་གི་ར་ཤ་གི་ཤར་ལྷོ་ནུབ་བཟང་གི་ཁག་གི་ཕ་ཁྱེར་ཡུག་རེན་གྱི་དབྱིར་ཚ་ནི་ཕ་ཁྱེར་ལས་སྟོང་ཕྲག་བཞི་ཚུ་ཡོད་རེད་ཟེ་ཟེ་བཤད་གི་འདུག་ག་དེའི་གི་ས་འཁོར་ཁག་གི་ཁྱོམ་བསྡོམས་པས་གནམ་ཐང་བཞི་ལ། ཕར་རྒོལ་བཟོས་པ་ཙམ་དུ་མ་ཟད་པར་གི་ཉི་མ་གཅིག་གི་རིན་གང་ལ་ཉི་མ་གཅིག་གི་ནང་ལོགས་ནས་དུས་ཚོད་ཐུང་ཐུང་གཅིག་གི་ནང་ལོགས་ནས་ཨ་ནི་ཡུག་རེན་གི་མི་མེད་གནམ་གྲུ་གི་ཕར་རྒོལ་དེ་གི་ར་ཤི་ཡ་གི་ཆུ་འདོམ་པའི་མཐའ་མཚན་གནམ་གྲུ་བཞི་བཅུ་ཞེ་གཅིག་དུས་ཐོག་གཅིག་ལ་རྩ་མེད་དུ་བཏང་ནས་མེ་ལ་ཟགས་བཞག་དེའི་གི་སྒང་ནས་ཆ་མཚོན་ནས་བཤད་པ་ཡིན་ན་ར་ཤི་ཡ་གི་ཁོང་ཚོས་གི་ས་བཀྲ་ཟེར་བ་ལ་བལྟས་པ་ཡིན་ན་ཡང་ངོ་མ་ད་ཐེངས་དུས་ཐོག་གཅིག་ལ་ཡ་ཡུག་རེན་གི་ཚོགས་ནས་འདི་འདྲི་ཚབས་ཆེ་བ་ཕར་རྒོལ་གཅིག་དང་འདི་འདྲི་གི་ཕམ་ཁ་ཆེ་བ་ཅུང་ཉུང་ཉུང་མེད་ཟེར་ནས་དངོས་སུ་ས་བཀྲ་སྤེལ་ཡོད་རེད་དེ་ཙམ་དུ་མ་ཟད་པར་གི་ཉེ་ཆར། ཨ་ནི་ཡུག་རིང་གི་ཚོགས་ནི་ཕར་རྒོལ་སེར་བུ་གི་ད་གྲོང་ཁྱེར་གི་མགོ་བ་དང་དེ་ལས་ཡིན་དུ་གྱུར་པོ་གི་མུ་ཧ་མི་སི་དྲུག་གི་གྲོང་ཁྱེར་དང་དེ་ལས་ཡིན་དུ་གྱུར་པོ་གི་ཏྲ་ཧག་གི་གྲོང་ཁྱེར་གྲོང་ཁྱེར་ཆེ་ཤོས་ཁག་གཉིས་ནི་ཡང་བསྐྱར་ཡུག་རིང་དམག་དཔུང་གིས་ཁ་ཉིན་མོ་དང་ཁ་བཞིའི་ཉིན་མོ་གཉིས་ལ་ཨ་ནི་ཡི་དམ་མེ་འཁོར་གི་ལྕགས་ལམ་དེ་འདྲི་གཉིས་རྩ་རྫོགས་ལ་བཏང་ཡོད་རེད་གཉིས་རྩ་རྫོགས་ལ་བཏང་བ་དེ་གི་ཨ་ནི་གྲུབ་འབྲས་འདྲ་བོ་དེ་ལ་ད་ར་ཤི་ཡ་གི་ཚོགས་གི་ཨ་ནི་ད་ལྟ་ཁི་ལི་མི་ཡ་གི་གླིང་ཕྲན་དང་ཏྲ་བོ་ལོར་གི་ཚོགས་ནི་ཕར་ཚུར་འགྲོ་ས་གི་ཟམ་པ་ཆེ་ཤོས་ཅིག་ཡང་གཏོར་འདུག་བ། དེས་ཁ་གཏོར་བ་ཀུན་སོགས་དམ་བཅའ་བ་ཡིན་ན་ཆོམ་སྡོམ་པའི་མི་ཉི་ཤུ་རྩ་གཅིག་ཚར་གཅིག་གཅིག་ལམ་དུ་བཏང་ཡོད་པ་དང། འགྲིམ་འགྲུལ་སྐྱེལ་འདྲེན་གྱི་གནས་ཚོར་དང་ས་ཚིགས་ཨ་ནི་གློག་སྐྱེལ་ཡ་ལ་སོགས་པ་དེ་སོགས་ཀྱི་སྐོར་ལ་ཡང་ད་ལྟ་ཐེངས་ཉེ་ཆར་གྱི་ཡུག་རེན་གྱི་ཚོགས་ནས་ར་ཤ་ལ་ཕར་རྒོལ་ཟེར་བའི་བརྒྱུད་རིམ་དེ་ཚོ་ལ་བལྟ་དགོས་པ་ཡིན་ན་ད་ཧ་ལས་ཧང་སངས་པོ་གི་ཨ་ནི་ཡུག་རེན་གྱི་ཚོགས་ནས་གྲུབ་འབྲས་ཁྱད་པར་བླངས་ཡོད་པ་དེ་ད་ཚོར་རྡོག་རྡོག་ཆ་ཚང་དེ་ཚོ་དོན་ཟེར་བ་ཡིན་ན་དེ་འདྲ་གཅིག་རེད། ལྟ་དོན་དག་གཉིས་པ་དེ་ཉེ་ཆར་ཚང་མ་གི་དོ་སྣང་ཤུགས་ཆེན་པོ་ཟིན་འདུག་གི་ཡོད་པོ་གི་ར་ཤ་དང་ཡུག་རིན་གཉིས་གི་ཐེངས་གཉིས་པོ་གི་གྲུ་མོར་གི་སྐོར་དེ་རེད། གྲུ་མོར་དེ་ཁ་སང་ཟླ་བ་དྲུག་པོ་གི་ཚིགས་པ་གཉིས་གི་ཉིན་མོ་དེ་ལ་དངོས་སུ་ད་ཐུར་ཁེ་རྒྱལ་ཁབ་གི་ངོ་ཚབ་ཟེར་དེ་ནི་ཡ་དབྱི་སི་ཐན་པོར་ལ་ཡང་འཚོགས་ཡོད་པ་དེ་འདྲ་རེད་འདུག་འཚོགས་ཡན་དེ་དུས་ཚོད་གཅིག་ལྷག་ཚར་རྗེས་གི་རིང་གང་ལ་གྲུ་མོར་ཟེར་འདུག་བ་སྔ་མོ་གི་གྲུ་མོར་གི་དུས་ཚོད་དེ་ལ་ལྟོས་པ་ཡིན་ན་ད་ཐེངས་གི་གྲུ་མོར་གི་འཚོགས་ཡན་དེ་ཅུང་རིང་བ་ཆགས་ཡོད་པ་དེ་འདྲ་རེད་འདུག་ད་ད་ཐེངས་བསྡོམས་བརྒྱབ་ནས། གྲུ་མོར་དང་སྣེ་གདུང་གི་སྐོར་དེ་ཚོར་སོ་སྡོམ་ཅིག་བརྒྱབ་པ་ཡིན་ན་དོན་དག་འདྲ་བ་བཞི་གི་ཁ་ལ་གྲུ་མོར་དང་གླིང་མོར་ཟེར་འདུག་དེའི་གི་ནང་ལོག་ནས་དང་པོ་དེ་ག་རེ་རེད་ཟེར་དུས་རྟ་ཁ་སང་སྔ་མུ་གི་གྲུ་མོར་གི་སྐབས་ལ་སོ་གཉིས་ཀ་གི་རྟ་ནི་གྲུ་འཐེན་གི་ཡིག་ཆ་སོ་སོར་སྤྲད་ཡོད་ར་བ་དེའི་གི་ནང་གདུང་གི་སྐོར་དེ་དང་གཅིག་བྱས་དོན་དག་གཉིས་པ་དེ་སོ་གཉིས་ཀ་གི་ཐོག་ནས་གཅིག་མཚུངས་གི་ཐོག་ནས་གང་མགྱོགས་མགྱོགས་གི་ཐོག་ནས་རྟ་དམག་མཚམས་འཇོག་རྒྱུ་གི་སྐོར་དེ་དོན་དག་གཉིས་བྱས་དོན་དག་གསུམ་པ་དེ་རྟ་ར་ཤ་དང་ཡུག་རིང་སོ་གཉིས་ཀ་གི། ད་གཟུངས་མ་བསྐྱར་དུ་གྲངས་ཀ་མང་རུ་བཏང་ནས་རྒྱས་ལིང་གཏུག་རྒྱུ་གི་སྐོར་དེ་བྱས། དེ་ནི་དོན་དག་བཞི་པ་དེ་གང་འབྱོར་འཇོག་གི་ཐོག་ནས་ར་ཤ་དང་ཡུག་རིན་གཉིས་ཀི་མགོ་ཁྲེག་ད་ཡུག་རིན་སྲིད་འཛིན་ཛེ་ལན་སི་ཀི་དང། ར་ཤ་གི་སྲིད་འཛིན་ཕུ་ཅིང་གཉིས་དེ་ངོ་འཕྲད་རྒྱུ་གི་སྐོར་དེ་སྡོམ་བརྒྱབ་ནས་ཞུས་པ་ཡིན་ན་ད་དོན་དག་འདྲ་བཞི་གི་ཁ་ལ་བགྲོ་གླེང་དང་གྲུ་མོར་བསྲེས་ཡོད་པ་དེ་འདྲ་རེད་འདུག་དེ་ནི་དེའི་གི་ནང་ལོགས་ནས་དོན་དག་དང་པོ་ད་ཁ་སང་ཤ་ངན་མ་འདྲུད་འཐེན་གྱི་ཡིག་ཆ་གི་སྐོར་དེ་དང་ཨ་ནི་དམག་མཚམས་འཇོག་རྒྱུ་གི་སྐོར་གྱི་ནང་དོན་དང་ཨ་ནི་དེའི་གི་ནང་ལོགས་ཀྱི་ཞིབ་ཆགས་ཀྱི་གནད་དོན་གྱི་སྐོར་དེ་དོན་དངོས་ཅིག་ག་འདྲི་ཐག་གཅོད་བཟོས་ཡོད་མེད་དང་ཨ་ནི་དེའི་གི་སྐོར་གྱི་གསར་འགྱུར་ཡོངས་གྲགས་ཅིག་འདི་ནང་ནས་བཤད་ཆོག་པ་ཅིག་དང་ཨ་ནི་ཅིག་དེ་ལ་ཡ་ཨ་ནི་ཚད་ལྡན་ཅིག་རེད་ངས་ཡང་འདི་ནས་བཤད་ན་ཆོག་ས་རེད་བསམ་ས་འདྲ་བ་གོ་དེ་འདྲི་གི་གསར་འགྱུར་ངོ་མ་ཁོང་བཙན་པོ་དང་ཨ་ནི། སོ་གཉིས་ཀ་ལ་ཁོ་དྲང་བདེན་རེད་གསུངས་རྒྱུ་དོན་འགྲིག་གི་གསར་འགྱུར་ཅིག་ངས་ད་ལྟའི་བར་དུ་མཐོང་མ་སོང་དེ་འདུས་ངས་སང་ཉིན་དངོས་སུ་ཤེས་རྒྱུ་ཡིན་དེ་འདྲ་གཉིས་པ་དེ་ད་ཕན་ཚན་སོ་གཉིས་ཀ་གི་ད་གཟུངས་མ་བསྐྱར་དུ་གྲངས་ཀ་མང་རུ་བཏང་ནས་རྗེས་ལན་གཏུག་རྒྱུ་གི་སྐོར་དེ་རེད་འདོག་དེའི་གི་ནང་ལོག་ནས་ད་གསར་ཁ་དོད་པ་གཅིག་ལ་ཨ་ནི་ར་ཤ་དང་ཡུག་རིན་སོ་གཉིས་ཀ་གི་ད་གཟུངས་མ་དང་ཨ་ནི་སྤྱིར་བཏང་མི་སེར་བཟུང་དེ་འཇོག་དེ་སོ་དེ་ཆོམ་བསྡོམས་ནས་ཞུས་པ་ཡིན་ན་ར་ཤ་དང་ཡུག་རིན་སོ་གཉིས་ཀ་གི་སྟོང་ཕྲག་དྲུག་རེ་ཚུ་ཕར་ཚུར་རྗེས་ལན་གཏུག་རྒྱུ་གི་ཁ་ལ་ཡ། བགྲོ་གླེང་དང་གྲོས་མོལ་བྱས་འདུག་ཡིན་ན་ཡང་དེ་ཐག་གཅོད་འདི་འདྲས་བྱུང་ཡོད་རེད་ཟེར་ཡག་གི་ཡང་གསར་འགྱུར་ཁུངས་བཙན་པོ་དེ་འདྲས་དམིགས་སར་འཐུང་མི་འདུག་དེ་གཅིག་བྱས། དེ་ནས་དེའི་གི་སྒང་ལ་ཨ་ནི་ཡུག་རིན་གི་ད་ཟིན་བྲལ་སྐད་གྲགས་ཆེ་ཤོས་ཡར་མ་གི་ཁོ་རང་གིས་བསྐྱར་དུ་ཁ་སྣོན་བརྒྱབ་སྟེ་ཨ་ནི་ར་ཤི་ཡ་ལ་ཡང་ཡིག་ཆ་གཅིག་ཕར་སྤྲད་ཡོད་རེད་དེ་གི་ཡིག་ཆ་དེ་ག་རེ་རེད་ཟེར་དུས་ད་ཉིས་སྟོང་བཅུ་བཞི་གི་ལོ་ནས་འགུལ་ཚོགས་དེ་ཨ་ནི་ར་ཤི་ཡ་གི་ཡུག་རིན་གི་སྲིད་པ། རྟ་སྐྱིར་སྟོང་བཞི་བརྒྱ་ལྷག་ཚ་གཅིག་བྲེས་ཡོད་རེད་ཟེར་གྱི་འདུག་དེ་ཚོའི་ཁག་གི་འདྲ་པར་དང་མིང་ཐོ་ཡོངས་རྫོགས་དེ་ནི་ར་ཤ་ལ་རྩིས་སྤྲོད་ཟེར་ཡོད་ཟེར་ནས་དེ་བཤད་འདུག་ད་དོན་རྟ་བཞི་བུ་གི་ར་ཤ་དང་ཡུག་རིན་གཉིས་གི་རྟ་ཁྱིམ་མཐུད་ཀྱི་མགོ་ཁྲེ་གཉིས་དེ་ཐུང་ཁྲེ་ཟ་རྒྱུ་གི་སྐོར་དེ་རེད་འདུག་དེའི་གི་སྒང་ལ་ཡ་ད་ད་ཐེངས་ཁ་སར་ཡོད་བུ་གི་གསར་འབྱོར་དང་ཨ་ནི་སི་དྲག་ཅིག་ཡོང་ཡོད་རྒྱུ་དེ་ག་རེ་རེད་འདུག་ཟེང་དུས་ད་ད་ད་ཟླ་བ་དྲུག་པ་རེད་བ་ད་ཟླ་བ་དྲུག་བུ་གི་ཚེས་པ་ཉིན་ཞི་དང་སུམ་ཆུ་ད་དེའི་གི་པར་རོ་ལ་ཡ་ཏིང་ཏིང་ར་ཤ་དང་ཡུག་རེན་སྲིད་འཛིན་ཛེ་ལན་སི་ཀི་དང་ཨ་ནི་ར་ཤ་སྲིད་འཛིན་ཕུ་ཅིང་གཉིས་དེ་དངོས་སུ་ཐུག་འཕྲད་ཟེར་རྒྱུ་གི་སྐོར་ལ་ཡ་ཕ་ཆེར་མུན་ཐེངས་སོང་ཡོད་རེད་ཟེར་ནས་གནས་ཚོར་སྤེལ་འདུག། ང་ཚོས་ད་ཐེངས་ཀྱི་གྲོས་མོལ་གྱི་སྐོར་དེ་དག་སོ་བསྡོམས་བརྒྱབ་པ་ཡིན་ན་སྤྱིར་བཏང་སྔོན་མ་གྱི་གྲོས་མོལ་དེ་ལ་ཆ་མཚོན་ནས་བཤད་པ་ཡིན་ན། སོ་གཉིས་ཀ་གི་པར་རོགས་ནས་ཅིག་སྐད་ཆ་བཤད་སྟངས་ཡིན་ན་འདྲ་ཡང་ན་ཅིག་ཅིག་ཆ་རྐྱེན་འདོན་སྟངས་དང་ཨ་ནི་སྐད་ཆ་གི་གཞུང་འབབ་སྟངས་གྱི་སྐོར་གང་ཟག་གཅིག་གི་ཐད་ནས་ཡང་སྔོན་མ་ལ་ལྟོས་པ་ཡིན་ན་དེ་བཞིན་འཕུར་རྒྱལ་ཟིན་ཡོད་པ་དང་རེད་པ། ཡང་བཟང་སོགས་ཀྱི་འགྱུར་བ་ཅུང་ཙམ་ཡོད་པོ་ཀི་ད་གྲུ་མོ་རང་གི་སྒང་གི་གནས་ཚོད་ལ་བལྟས་པ་ཡིན་ན་དེ་འདྲ་ཅིག་འདུག་མ་གཏོགས་གཅིག་པའི་དུང་དངུས་སུ་ལག་ལེན་གཏུག་ཡ་ཡོད་པ་དང་ཨ་ནི་གཡུར་ས་ཁག་གི་གནས་ཚོར་གི་སྐོར་དེ་ཐག་ཆོད་པ་དང་ཨ་ནི་གྲུབ་འབྲས་ཡག་པོ་དམིགས་སར་གང་ཡང་སོང་ཡོད་ས་མ་རེད་ད་གཙོ་བོ་དེ་ད་གོང་གི་ངས་དོན་ཚན་ཞུས་པ་ནང་ལོག་ནས་བཤད་པ་ནམ་ཞིན་དུ་ད་ཉེ་ཆར་ར་ཤ་དང་ཡུག་རིན་གཉིས་ཀྱི་གཡུར་ས་གི་ཁག་ནས་གནས་ཚོར་དེ་རྫ་དྲག་ལ་འགྲོ་གི་ཡོད་པ་ཙམ་དུ་མ་ཟད་པ་ཀི་ཡ་ལྷག་པར་དུ་ཡུག་རེན་གྱི་ད་ཐེངས་གར་ས་རྒྱལ་ཁ་ཆེ་བ་ལེན་རྒྱུ་ཡོད་པ་འདིའི་གི་སྒང་ནས་བལྟས་པ་ཡིན་ན་སྤྱིར་བཏང་མུ་མཐའི་ནས་གཡུར་ས་ཁག་གི་གནས་ཚུལ་དེ་ཛར་སྒྲ་ཆེར་འགྲོ་བ་གི་སྣང་ཚོར་དེ་འདྲས་འདུག།